ཞེས་མ་རིག་པའི་དབང་གིས་བྱུང་བའི་བློ་ཡི་སྐྱོན་ཡིད་ཚང་མ་ལ་བག་ཟས་ཡག་གི། རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ད་བྱིན་རླབས་ཡོང་ཡག་ཟེར་ཅིག་ང་ཚོ་བོད་པ་ཚོ་ཆུ་འཇུའི་སྒང་ནས་གོམས་གཤིས་ཡོད་དུས་བོད་ཆུ་རེད་འདུག་བ། དེ་ང་ཚོ་སྐལ་བ་བཟང་པོ་རེད། ད་ད་ང་ཚོ་མི་རབས་གསར་པ་དེ་ནས་བཟུང་ལུང་པ་གསར་པ་ལ་སླེབས་ནས་ཡོང་ནས་ང་རང་ཚོ་བོད་པའི་ཡིན་རབས་ཀྱི་གོམས་གཤིས་དེ་ཡིན་དུས་ནམ་ཡང་བརྗེད་རྒྱུ་ཡོད་མ་རེད། དེ་ད་རྒྱ་གར་ནང་ལ་ད་གྲགས་གི་རེད་ཅིག་དེ་ང་རང་ཚོ་ད་ཕྱི་རྒྱལ་དུ་བ་ཡོད་དུ་བོད་པ་ཚོ་ཚང་མས་མི། བོད་པའི་ཆོས་དང་རིག་གཞུང་ལ་ཅིག་ཚང་མས་པའི་གཅེས་ཞེན་བྱེད་ཡག་གི་ལྷག་བསམ་ཞེ་དྲག་ཡག་པོ་འདུག་ད་དེ་མུ་མཐུད་ནི་ང་རང་ཚོའི་མི་རབས་གསར་བ་ཡོང་ཡ་དེ་དེ་མུ་མཐུད་ནི་བོད་ཀྱི་ཡ་རབས་སྤྱོད་བཟང་གཞན་ཕན་གྱི་སྙིང་རྗེའི་བློ་གསལ་དེ་དེ་ཕྱིན་ཇུས་གཙོ་ལེགས་འདུག་སྨྲ་བ་བཅས་ཀྱི། བ་ག་སོ་རུ་བུ་གི། གོ་ལྡོག་རུ་ཡ་སད་དུ་ཡ་ཅིག་གི། དེ། ག་ར་སོ་བུ་རི། ཅིག་གི་ས་ཁུལ་ག་བ་ཡོད་ངས་ཚང་མ་ལོག་གི། ཨེ་ནི་བསམ་དུ་བཞག་རོགས་ཇི་བྱས་ནས་ཟེར་ཡ་ཡིན། ཨེ་ནི་ངའི་ངོས་ནས་བྱ་བཞག་ན། ཅིག་ད་ག་ད། སོ་སོ་ལས་དང་སྨོན་ལམ་གི་དབང་གིས། ཨེ་ནི། རྒྱ་གར་མོ་བྱས་ཟ་གི་འདི་འདྲ་ཞིག་གི། ད་ག་ད་མིང་ཐོག་ཡ་ཅིག་བྱུང་བ་རེད། ཨེ་ནི་ངའི་ངོས་ནས། ཨ་མདོ་བོ་དོ་ལྷག་བསམ་རྣམ་དག་ཅན་ནི། སྤྱིར་སེམས་ཅན་ཐམས་ཅད་ཡང་སྒོས་བོད་ཁ་བ་གངས་ཅན་གྱི་ལྗོངས་ཀྱི། ཨེ་ནི། བསྟན་པ་དང་འགྲོ་བའི་དོན་དག་ལ། བའི་རྩེ་གཅིག་ཏུ་བསམ་བློ་གཏང་ཕྱིར་སྨོན་ལམ་རྒྱས་བཅས་འདེགས་ཀྱི་ཡོད། ཅེས་སམ་ཨེ་ནི། ཁྱེད་རང་ཚོ་བཟང་པོ་ལོག་གི་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་དངོས་གནས་དྲང་གནས་ཀྱི་གཅིག་སྤུས་དག་པོ་རྒྱུ་མཚན་གྱི་ཐོག་ནས་འདུག་བསམ་བློ་བཏང་ཡག་གི་ཆུད་ཟོས་དད་པ་ཅིག་གོ་མེན་པ་ཆེ་རྨོངས་དད་ཀྱི་ཟོར་བ་མེན་པ་ཆེ་རྒྱུ་མཚན་གྱི་ཐོག་ནས་འདུག་ཟུར་འགྲོ་དེ་ཡག་དེ་ཞི་བ་ས་ཞོ་པོ་རེད་ཤག་མ་གཞི་ངས་ཡང་འདི་ཆོས་ལུགས་ཚང་མ་ལོག་ལ་ཡག་གུས་ཞབས་བྱེད་ཀྱི་ཡོད། ཆོས་ལུགས་ཚང་མ་ལོག་གི་སེམས་པ་བཟང་པོ་བྱེད་དགོས་རེད་གཞན་ལ་ཕན་བཏགས་དགོས་རེད་ཟེར་ཆོས་ལུགས་ཚང་མས་གསུང་གི་འདུག་ག་ཡག་པོ་ཞིག་རེད་ཡིན་ནའི་ལྟ་གྲུབ་ཀྱི་ཐོག་ནས་བཤད་ཡིན་དུས་ཙང་ནས་ནང་པ་སངས་རྒྱས་པའི་དཔལ་ནག་ལས་འབྲས་ཆོས་རྒྱུད་ནང་བཞིན་གཅིག་གི་ངོས་ནས་དྲང་གནས་ཀྱི་རྒྱུ་མཚན་མཐའ་ཡས་པའི་ཐོག་ནས་བསམ་བློ་བཏང་ནས་སེམས་ལ་བཟོ་བཅོས་བརྒྱབ་སྟེ་ཞེ་དྲག་ཀོང་པོ་རེད་ཤག་དེ་ང་རང་ཚོ་བོད་པ་རེད་ཡ་ད་སྔོན་གྱི་ཆོས་རྒྱལ་རྒྱལ་ནི་བྱང་ཆུབ་སེམས་དཔའ་དེའི་རིགས་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་རང་ཚོར་ཡོད་གོམས་གཤིས་ཨེ་ནི་སློབ་སྦྱོང་བྱེད་ཡག་གི་དམིགས་ཡུལ་ཡག་པོ་ཞེ་བོ་ཞིག་ཡོད་རེད་ནས་འདི་ཚང་མ་ལ་སེམས་ལ་ཡང་འཇགས་ཨེ་ནི། གང་ལྟར་བོད་ཀྱི་རིག་གཞུང་སྤྱི་དང་ལྷག་པར་ཨེ་ནི། བཅས་ཀྱི་སློབ་སྦྱོང་གི་རིགས། ཨེ་ནི་ང་རང་ཚོ་བོད་པ་ཚང་མ་ལ་ཁ་ནས་ནམ་རྒྱུན་ནས་སྨོན་ལམ་བརྒྱ་སྟོན་སེམས་ཅན་ཐམས་ཅད་སེམས་ཅན་ཐམས་ཅད་ཟེར་གྱི་ཡོད་པ

བོད་པའི་རང་གཤིས་ལ་ཡ། ཅིག་སྙིང་གཞས་ཟེར་ཡ་དེ་ང་ཚོ་རང་གཤིས་ལ་ཅིག་ཡོད་དེ་བ་ཞེས་ལྟ་ཁོ་ཡག་འདུག་ཡར་རྒྱས་གོང་འཕེལ་བཏང་ནས་ཨེ་ནི་འཛམ་བུ་ནི་འདི་གང་གི་དངོས་གནས་དྲང་གནས་ཀྱི། ཅིག་ད་ལྟ་ཡིན་ནས་ཅིག་འཛམ་བུ་ནི་ཤར་ནུབ་ག་ས་ག་ནས་བོད་ཀྱི་ཆོས་ལ་ཡ་དོ་སྣང་བྱེད་དགའ་མོས་བྱེད་མཁན་དེ་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་ག།

ཨེ་ནི་ཁ་ཡོད་ལག་ཡོད་ཐོག་ལས་མཛངས་མོ་འདི་དེ་གང་གི་ངོ་ནས་དྲ་གནས་ཀྱི་ཞི་བདེ་སྒྲུབ་ངེས་ཏེ་ང་ཚོ་སེམས་ཀྱི་ཞི་བདེ་ཐོག་ནས་འགྲོ་དགོས་རེད་སེ་ས་ང་རང་ཚོ་བོད་པ་ལ་རང་བཞིན་ལྷན་སྐྱེས་ཀྱི་ཡག་པོ་ཞི་བོ་ཞིག་འདུག་འདི་ཚང་མས་སེམས་ལ་བཞག་ཨེ་ནི་ཧུར་ཐག་བྱེད་རོགས་ཅེས་བཀྲ་ཤིས་བདེ་ལེགས།